ཡུལ་དྲི་རོ་ཉིད་དུ་འཕགས་པའི་ཕྱིའི་གཟུགས་ཀྱི་ནང་ནས་རེ་བ། ནང་གི་འོ་ད་དེ་རེའི་ནང་ནས་སྣ་དང་ལྕེ་ཡི་རྣམ་ཤེས་གཉིས་འཕགས་པས་བས་ད་འོ་ད་རེ་ཁམས་བཅུ་བཞི་ལྷག་གི་རེ་བ། ལྕེ་ཡི་རྣམ་ཤེས་བ་དོག་པ་རྣམས་སོ་དྲི་རོ་གཉིས་ནི་གཟུང་ཁམས་ན་མེད་དེ་ས་དེ་དག་ཁམས་ཀྱི་ཚད་ཡིན་ལ་ས་རེ་བ་དང། འོ་དེ་དག་ལས་འདོད་ཆགས་དང་བྲལ་བ་དག་དེར་སྐྱེ་བའི་ཕྱིར་རོ། འོ་ན་རེག་བྱའང་མེད་པར་འགྱུར་རོ་ཞེ་ན་དེ་ལ་ཁམས་ཀྱི་ཟས་དང། དེར་ཟས་མ་ཡིན་པ་གཉིས་ཡོད་པས་ཁམས་ཟས་སུ་གྱུར་པའི་རེག་བྱ་མེད་ཀྱང་ཟ། དབང་པོ་ལ། དེར་ཁམས་ཟས་ཀྱི་ངོ་བོར་གྱུར་པའི་རེག་བྱ་དེ་མེད་ཀྱང་བྱའོ། དབང་པོ་ལ་སོགས་པའི་གཟུགས་ཀྱི་རྟེན་འབྱུང། གཟུགས་ཀྱི་རྟེན་འབྱུང་བ་དང་རེ་བའི། གཟུགས་ཀྱི་རྟེན་འབྱུང་བ་དང། གོས་ཀྱི་རེག་བྱ་ལ་སོགས་པ་ཡོད་པའི་ཕྱིར་རོ། ཁམ་ཟས་ངོ་བོ་རྒྱུ་བའི་རེག་བྱ་མེད། དྲི་རོ་ནི་ཁམ་ཟས་མ་ཡིན་པ་མེད་དོ། ད་མི་ཤེས་ད་ཡང་དེ་དེ་ཏོག་ཅིག། རེ་བ། ཁམ་དང་ཟས་གཉིས་ལ་མུ་བཞི་ཞག་མ་རེ་བའི། འོ་ད་རེ་བ།

ཁམས་དང་ཟས་གཉིས་ལ་མུ་བཞི་བྲིས་པར་བལྟ། དེ་དག་འོ་ད་དེ་ཡིན་དུས་རྩ་གནས་འདི་ལ་ཡང་བྲི་རུ་ལ་ནི་ཁམས་ཟས་མ་ཡིན་པ་མེད་དོ་ཟེར་ཡག་ཅིག་འདུག་བ་ཤམ་དེ་མུ་བཞི་དེ་དེ་ཏོག་ཟིང་གས་འདུག་འདུག་གལ་ཏེ་ཡོད་དུ་ཆུག་ཀྱང་ཟ་ཟུང་སྐམ་ན་དགོས་པ་མེད་པའི་ཕྱིར་ད་བྲི་རུ་ལ། རུ་བ་དྲི་དང་རོ་གཉིས་ལ་གནས་ད། ཁམ་ཟས་ཡོད་དུ་ཆུག་ཀྱང། ཁམ་ཟས་མ་ཡིན་པ་ཡོད་དུ་ཆུག་ཀྱང་གཟུང་ཁམས་དང་དགོས་པ་མེད་པའི་ཕྱིར་དེ་ཡི་ཕྱིར་སྣ་ལྕེའི་རྣམ་ཤེས་གཉིས་ཀྱང་མེད་དེ། ས་རུ་བ་དེ་དག་གི་ཡུལ་མེད་པའི་ཕྱིར་དང། ད་དེ་ལ་དེ་འདྲའི་ཕྱིར་བཏགས་སུ་ལྟ་བ་ཡོད་མ་རུ་བའི། རུ་བ་སྣ་ལྕེ་ཡི་རྣམ་ཤེས་གཉིས་པོ་དེ་མེད་དེ། དེ་ལ་འདོད་ཆགས་དང་བྲལ་བ་རེད། གང་ཡིན་ཟེར་ན་དེ་ཡི་ཡུལ། དྲི་རོ་གཉིས་ལ་འདོད་ཆགས་དང་བྲལ་བ་ཡིན་ཙང་ཨ་ནི་ཡུལ་ལ་འདོད་ཆགས་དང་བྲལ་བ་དེ་ཡུལ་ཅན་ལ་ཡང་འདོད་ཆགས་དང་བྲལ་བ་རེད། དེ་ཟེར་གི་ཡོད་མ་རེད་བ་ད། སྣང་ཤེས་རྣམ་ཤེས་གཉིས་ཀྱང་མེད་དེ་ག་རེ་ཡ། དེ་ཡི་ཡུལ་མེད་པས་དེ་དག་གི་ཡུལ་མེད་པའི་ཕྱིར་དང་མ་བྱས་པར་ཡུལ་ལ་འདོད་ཆགས་དང་བྲལ་བའི་ཕྱིར་དང། གཟུགས་སྒྲ་འདོད་པ་ན་ཡོད་པ་དག་ཀྱང། ཨ་ནི། ག་ས། དེ་བས་འོང་པོས་འཛིན་མོད་ཀྱི། དྲི་ལ་སོགས་པ་ནི་ཕྲད་ནས་འཛིན་པའི་ཕྱིར་འདོད་པ་ན་ཡོད་པའང་དེའི་ཡུལ་མ་ཡིན་པའི་ཕྱིར་བྱེ་བྲག་ཏུ་སྨྲ་བ་རྣམས་ཟེར་རོ། ས་འོག་དག་དེ་ཡིན་པར་རིག། གལ་ཏེ་དགོས་པ་མེད་པས་མི་འབྱུང་ན། ཡུལ་ལ་འདོད་ཆགས་བྲལ་བ་གང་ཡིན་པ་དེ་ཡུལ་ཅན་ལ་ཡང་འདོད་ཆགས་དང་བྲལ་ཟེར་ཡ་ཅི་ཡོད་རེད་ད། རེ་བ་དང། ཨོ་ད་དེ་འདྲའི་ཞི་བ་ཡིན་པར་ཡུལ་ལ་འདོད་ཆགས་དང་བྲལ་བ་གང་ཡུལ་ཅན་ལ་ཡང་འདོད་ཆགས་དང་བྲལ་བ་ཡིན། གལ་ཏེ་དགོས་པ་མེད་པས་མི་འབྱུང་ན། སྣ་ལྕེའི་དབང་པོ་དག་ཀྱང་མེད་པར་འགྱུར་རོ་ཞེ་ན། ཏག་ཏག་རེད། དབང་པོ་ཡང་མེད་པ་དག་ཟེར་ན་དེ་ནི་ལུས་མཛེས་པར་བྱ་བའི་ཕྱིར། མཛེས་པ་ནི་དབང་ལྡན་གྱིས་བྱ་བར་ནུས་ཤིང་དགོས་པ་ཡོད་ཀྱང། རྒྱུ་མེད་ན་མི་འབྱུང་ལ།

དབང་པོ་མེད་པའི་རྟེན་མི་སྲིད་ལ། ད་ནི་གར་སོ་སོར་ཡང་མ་འགྱུར། སྐྱེ་བོ་རྣམས་ཀྱང། ཨོ་ད་དེ་རེ། སྐྱེ་བོ་རྣམས་ཀྱང། དབང་པོ་དང་བཅས་པའི་ཡུལ་ལ། རེ་བ། སྲེད་པ་དང་བཅས་པའི་ལས་གསོག་པའི་ཕྱིར་དང། མདོ་ལས་ཀྱང་གཟུགས་རྣམས་སྤྱོད་པའི་དབང་དུ་མཛད་ནས་དབང་པོ་རྣམས་མ་ཚང་བ་མེད་ཅིང་མེད་པ་མ་ཡིན་ནོ་ཞེས་གསུངས་པའི་ཕྱིར་སྣ་ལྕེའི་རྣམ་ཤེས།

གཟུགས་མེད་པའི་ཁམས་སུ་གཏོགས་པ་ནི་ཡིད་དང། ཆོས་དང་ཡིད་ཀྱི་རྣམ་པར་ཤེས་པའི་ཁམས་གསུམ་སྟེ། གཟུགས་ལས་འདོད་ཆགས་དང་བྲལ་བ་དང། དེར་སྐྱེ་བའི་ཕྱིར་རོ། ཆུ་ཡི་རྣམ་ཤེས་ཀྱི་ཁམས་གཟུགས་མ་ཐོབ་མེད་ཡིན་པར་གཟུགས་ལས་འདོད་ཆགས་དང་བྲལ་བ་དང་དེར་སྐྱེ་བས། དེས་ན་གཟུགས་ཅན་གྱི་ཁམས་བཅུ་མེད་ཅིང་དེ་དག་མེད་པས་དེ་དག་གི། དེ་དག་གིས། འདི་ནི་ཁ། འབྲས་བུ་རྣམ་ཤེས་ཀྱི་ཁམས་ལྔའང་མེད་པའི་ཕྱིར་རོ། ད་ཡིན་པར་ཏེ། ཡུལ་ཅན་ཁམས་ལྔ་ཡང་མེད་པའི་ཕྱིར་རོ། ཇི་ལྟར་རྣམ་པར་ཤེས་པའི་ཁམས་ལྔ་ག་མེད་ཕྱིར། འོ་ད་དེ་རེད་རེད་གསུངས་པ་དང་འོ་ད་དེ་རེད་དེའི་ཕྱིར་ཨ་ནི་ག་རེ། ཁམས་བཅོ་བརྒྱད་པོ་གང་དག་ཁམས་བཅོ་བརྒྱད་པོ་དག་ལས་གང་དག་བཤད་མ་ཐག་པའི་ཡིད་དང་ཆོས་དང་ཡིད་ཀྱི་རྣམ་ཤེས་ཀྱི་ཁམས་གསུམ་ལ་ནི་ཟག་པ་དང། དང་ཟག་བཅས་ཟག་མེད་ཀྱི་རབ་དབྱེ་སྨྲ་བས།

དེ་ཡང་སྤྱིར་ཟས་ལ་གནས་གསུམ་པ་ལས། ཁམས་ཀྱི་ཟས་ནི་འདོད་པ་ན་སྐྱེ་མཆེད་གསུམ་གྱི་བདག་ཉིད་དུ་གཟུགས་ཀྱི་སྐྱེ་མཆེད་མ་ཡིན་དེས་རང་དབང་འཕྲོད་ལ་མི་ཕན་ཕྱིར། རིགས་དང་སེམས་པ་རྣམ་ཤེས་ནི་ཟག་བཅས་ཟས་ཡིན་གསུམ་དག་ན་ཞེས་གསུངས་པ་ལྟར་ཁམས་ཀྱི་ཟས་དང་རིག་པའི་ཟས་དང་སེམས་པའི་ཟས་དང། རྣམ་ཤེས་ཀྱི་ཟས་ཏེ་ཟོ་དང་ཟས་བཞི་དེ་ཤ་འུ་དག་ཁ་ཤས་ཀྱི་ཏིང་ཀང་རློན་པས་ཀྱང་ཏིང་ངེ་འཛིན་གྱི་ཟས་ཡིན་ན་ཟེར་གྱི་འདུག་བ་དེ་ཏེ་ང་རང་ཚོ་མ་དག་རྒྱུན་འབྱམས་རེད་བ་དང། གཞུང་ནས་བཤད་པ་ན་ཤེས་བྱ་ནི་ཁ་རི་ཡ། ཁམ་གྱི་ཟས། རེག་པའི་ཟས། སེམས་པའི་ཟས། ཨ་ནི། རྣམ་ཤེས་ཀྱི་ཟས་སོ། འོ་དེ་ཟག་བཅས་ལ་བཞག་པ་རེད། ངོ་སྲུང་ང། འོ་དེ་ཟག་མེད་དེ་མ་རེད་ཟས་མ་རེད། རེག་པ་དང་སེམས་པ་དང་རྣམ་ཤེས་བཅས། ཟས་སུ་འཇོག་པར་གསུངས་སོ། འདི་ལ་ཁོ་ན་རེ། འོ་ན་རེག་བྱ་ཆོས་ཅན་ཁམས་གོང་མ་ན་མེད་པ་དག་ཁམས་ཟས་ཡིན་པའི་ཕྱིར་ཁྱབ་སྟེ། དྲི་རོ་གཉིས་ཁམས་གོང་མ་ན་མེད་པའི་རྒྱུ་མཚན་དུ་ཁམས་ཟས་ཡིན་པར་བཀོད་པའི་ཕྱིར། འདོད་མི་ནུས་ཏེ་ཟས་ནི་ག་རེ་ཡ། དྲི་རོ་མ་གཏོགས་ལྷག་མ་བཅུ་བཞི་ཡོད་པའི་ཕྱིར་འདི་ལ་འགའ་ཞིག་གིས། རེག་བྱ་ཁམ་ཟས་མ་ཡིན་ཟེར་བ་མི་འཐད་དེ་གོང་དུ་དྲངས་པའི་རྩ་བར་ཁམ་གྱི་ཟས་ནི་འདོད་པ་ན་སྐྱེ་མཆེད་གསུམ་གྱི་བདག་ཉིད་དུ་སྐྱེ་མཆེད་གསུམ་ག་རེ་དྲི་རུ་རེག་བྱ་གསུམ་གྱི་བདག་ཉིད་བྱ། དྲི་དང་རོ་དང་རེག་བྱ་གསུམ་གྱི་བདག་ཉིད་བདག་ཉིད་དུ་ཞེས་དྲི་རུ་རེག་བྱ་གསུམ་གྱི་བདག་ཉིད་ལ་ཁམ་ཟས་སུ་གསུངས་པའི་ཕྱིར་དང་གནས་གསུམ་པའི་འབྲེལ་པ་མངོན་པའི་རྒྱན་ཤོག་གྲངས་འདི་ནས་དེ་ཡང་ཟས་ནི་ག་ས

དེ་དང། འོ་དེ་དེ་དང། འདོད་པའི་རོ། རུས་པའི་ད་དྲི་རོ། ཡི་གེ་རྟགས་མར་འགྲོ་དགོས་འདུག་བ་འདོད་པའི། འོ་དྲི་རོ། རེག་བྱའི་སྐྱེ་མཆེད་གསུམ་གྱི་བདག་ཉིད་དུ། ཅི་སྟེ་ན། དེ་དག་སྣ་ལྕེ་ལུས་གསུམ་གྱི་ཁམས་དུ་བཅས་ཀྱི་མི་ནས་ཟ་བའི་ཕྱིར་རོ་ཞེས་དང། འོ་ད་རེད། རེག་བྱ་དེ་ཡང་ཨ་ནི་ད་ལུས་ཀྱི་རྣམ་ཤེས་ཀྱིས། ལུས་ཀྱི་རྣམ་ཤེས་སེར་སྣའི་མི་འདུག་ལུས་ཀྱི་དབང་པོའི་ཁམས་སུ་བཅད་ནས་མིག་གཡོ་བ་རེད་བྱ་བ་ཁོ་ཚོ་བ་ང་ར་ཚོའི་ལུས་ལ་ཡ་དཔེར་ན་ཀོ་ཉི་དྲི་ཆི་ཆིག་ཡོ་ར་བ་ཀོ་ཉི་དྲི་ཆི་ཆིག་དུས་རྩ་ནས་ཨ་ནི་སྣུམ་ལ་སོགས་པ་ཆུ་བོ་དེ་འདྲ་ཆིག་དུས་ཨ་ནི་ཐིག་གི་རེག་བྱ་དེ་ལུས་ཀྱི་ཡ།

ཞེས་དང། འདི་ཡི་སྐྱེ་མཆེད་གསུམ་ཕལ་ཆེར་ཟས་སུ་བསྟན་ལ་ཞེས་གསུངས་པའི་ཕྱིར། ཡང་ལ་ལ་ན་རེ་རེའི་ཆ་ལ་ཁམ་ཟས་ཡིན་མིན་གྱི་ཆ་གཉིས་ཡོད་ལ། དྲི་རུ་ལ་ཁམ་ཟས་ཡིན་པས་ཁྱབ་པའི་རྒྱུ་མཚན་གྱིས་ཁམ་གོང་མ་ན་དེ་གཉིས་མི་འཇོག་ཅེས་ན་ཨཱ་སྟ་ཏའི་ཕྱིར་མཚོན་ན་བསླུ་བ། འོ་ན་དྲི་རུ་གང་རུང་ཡིན་ན་ཁམ་ཟས་ཡིན་པས་ཁྱབ་བ་དག་འདོད་པའི་ཕྱིར་འདོད་མི་ནུས་ཏེ། ཁམས་དང་ཟས་ལ་མུ་བཞི་བཤད་པའི་སྐབས་སུ་ད་དེ་རེད། འདིའི་ཁམས་ཟས་ཏེ་ས་དེ་ཐོད་དུ་བ་ངའི་ས་ཐོད་བཞག་ཁམས་དང་ཟས་ལ་མུ་བཞི་བཤད་པའི་སྐབས་སུ་ཁམས་ཡིན་ལ་ཟས་མ་ཡིན་པའི་མཚན་གཞི་ལ་གར་བྱེད་དེ། ལྕགས་ཀྱི་ཐུ་ལུང་མ་འབར་བ་དེ་བཞག་བཞག་པས་དེ་ཁམས་ཡིན་ལ་ཟས་མ་ཡིན་པ་བཞག་ལ་ལྕགས་ཀྱི་ཐུ་ལུང་མ་འབར་བས་ག་རེ་སེ་བོ་རེད་ད་ཚོགས་པ་ན་ཡོད་པའི་དྲི་རུ་སེ་བོ་རེད་པས་རེག་བྱ་ལ་སོགས་པ་དེ་དག་ཁམས་ཡིན་ལ་ཟས་མ་ཡིན་པ། སོ། དེ་ཡི་ཚོགས་པ་ན་ཡོད་པའི་དྲི་རོ་ཡང་ཁམ་ཟས་མ་ཡིན་པར་འཁྲུལ་པའི་ཕྱིར། ཁམ་ཟས་ཞེས་པ་དེ་ཟས་ལ་སྤྱོད་པ། ཟས་ལ་སྤྱོད་པའི་གང་ཟག་དེ་ཡི་དབང་ལྡན་ལ་ཕན་ཐོགས་པ་ཞིག་དགོས་པ་གང། དེ་ཡི་ཚོགས་པ་ན་ཡོད་པའི་དྲི་རོ་དེ་མ་ཡིན་པའི་ཕྱིར་ཞེས་རྩོད་དོ། ས། འོ་ད་དེ་རེ་ད་དེ་ཁམ་དང་ཟས་གཉིས་ལ་མོ་ཤི་བྱེད་དུས། ཁམས་ཡིན་ལ་ཟས་མ་ཡིན་པ་ག་རེ་བྱ་ཟུ་ཡ་ལྕགས་སྒོ་རྨང་པ་འོ་ཡ་དེ་ཁམས་ཡིན་ལ་ཟས་མ་ཡིན་པ་བྱེད་རོ་ད་དྲི་རོ་རེག་བྱ་གསུམ་བྱ་དུ་བ་དྲི་རོ་རེག་བྱ་གསུམ་གྱི་བདག་ཉིད་ཟས་དང་གཟུགས་བྱ་ཡོད་མ་བྲ་བྱ་ཡོད་མ་རོ་བ་ད་དྲི་དང་རོ་དང་རེག་བྱ་གསུམ་གྱི་བདག་ཉིད་བྱེད་པ་རོ་བ་ད། བདག་ཅག་གོང་མ་འབར་བ་འོག་སེ་དུས་ཅག་གོང་མ་འབར་བའི་ཚོགས། འོ་ད་དེ་རི་དྭགས་དང་རི་མ་འབར་བ་དེ། ཚོགས་པ་ནི་ཡོད་པ་དེ་དེ་ག་རེ་སེ་དུས་ཅག་གོང་མ་འབར་བ་ཡིན་ཙང་ཁོ་ཟས་ན་ལུས་ལ་ནུས་གི་རེད་མ་གཏོགས་ཕན་གི་མ་རེད་བ། འོ་ད། ད། ཨ། འོ་ད་ཁམས་དང་ཟས་ལ་བྱེད། ཟས་ཡིན་ལ་ཁམས་མ་ཡིན་པ་ནི་སེམས་པའི་ཟས། རེག་པའི་ཟས། རེད་བ་ད། འོ་ད་རྣམ་ཤེས་ཀྱི་ཟས་གསུམ་བཞག་ཆོག་གི་འདུག་བ། འོ་ད་དེ། ཁམས་དང་སའི་གཉིས་ཀ་ཡིན་པ་དེ་ང་རང་རྫོགས་གི་དཔེར་ན་ཁ་ལ་ས་ཡ་ཁ་ནང་ལོག་གི་ཕྱི་རོལ་རིག་བྱ་གསུམ་དུ་བཞག་འགྲོ་བ་དང། འོ་ད་གཉིས་ཀ་མ་ཡིན་པ་ནི་ཟག་མེད་དང་འདུས་པ་ཆེད་དུ་བཞག་ཆོག་གི་འདུག་བ། དེ་ཡིན་ཙང་ཁམས་དང་སའི་ལ་མུ་བཞི་བཞག་ཡོད་དུས་དེ་འདུག་བ། ད་ད་ལྟ་ཁ་རེ་ཟིག་ཡིན་ན་ང་ཚོ་འདིའི་ནང་ལ་དོན་མ་བཟུང་བས། ག་རེ་བཟོ་དོ། དྲི་རུས་ལ་རེག་བྱ་མ། ཁམ་ཟས་མ་ཡིན་པ་མེད་དོ་གསུངས་འདུག་བ། ཨ། ག་རེ་ཡ། དྲི་རུས་ལ་ཁམ་ཟས་མ་ཡིན་པ་མེད། མེད་དོ་གསུངས་འདུག་བ། འོ་ད་དེ་རེད། ག་རེ་ཟེར་གྱི་ཡིན་ན་ད་ཁམ། འོ་དེ་རེད་དྲི་རུས་གཉིས་ཁམ་གོང་ན་མེད་པའི་རྒྱུ་མཚན་གང་ཡིན་ཟེར་ན་ཁམ་ཟས་ཡིན་པས་ཆགས་རོ་བ། ད་ཁམ་གྱི་ཟས་རེད། རེད་བ། ཁམ་གྱི་ཟས་ཡིན་དུས་ཙང་ནས་ཨ་ནི་ཁམ་གོང་ན་ཡོད་བ། ཡིད་ཀྱང་འདོད་པ་ལ་མ་གཏོགས་སའི་དབྱིངས་ལ་དེ་ལ་འདོད་ཆགས་དང་བྲལ་བ་དང་ཐ་དད་སྐྱེས་པའི་ཕྱིར་རོ་ཁམས་གསལ་ལ་འདོད་ཆགས་དང་བྲལ་ཚར་རེ་ཆེ་བ་རེ་ཟུང་མ་དག་འོ་ན་རེག་བྱ་ཡང་མེད་པར་འགྱུར་རོ་ཞེ་ན་དེ་ལ་ནི་ཁམས་གསལ་དང་ཁམས་གསལ་མ་ཡིན་པ་གཉིས་ཡོད་པས་རེ་བ་ཁམས་གསལ་དུ་གྱུར་པའི་རེག་བྱ་མེད་ཀྱང་དབང་པོ་ལ་སོགས་པ་གཟུགས་ཀྱི་རྟེན་འབྱུང།

འོ་དེ་རེད། ས། ཆུ། མེ། རླུང། ཟེར་རི་བ་ད། འོ་ད་དེ་ས། འབྱུང་བ་ས་བྱེད་ཆུ་བྱེད་མེ་བྱེད་རླུང་འོ་དེ། ད། བསམ་གཏན་གསུམ་པ་མན་ཆད་དེ་ལ་རླུང་ཡོད་བྱ་བ་རེད་བསམ་གཏན་བཞི་པ་ཡན་ཆད་ན་རླུང་མེད་བྱ་བ་ཡིན་པ་རེད་གསུང་བ་ད། འོ་ད་དེ་གསུང་བ་རེད་བསམ་གཏན་བཞི་པ་ཡན་ཆད་ན་རླུང་མེད་པ་ཡིན་པས།

ཁམས་གསལ་མ་ཡིན་པ་མེད་དོ། ད་བདག་བདག་ཡིན་པ་ཅེས་འབྱུང་བ། རིག་བྱ་ཙམ་ཡོད་པ་མཁྱེན་པས། ད་ཁམས་གསལ་དུ་བསྐྱུར་པའི་རིག་བྱ་མེད་ཅེས་པའོ། འོ་ད་དེ་ཡིན་པར་དྲི་རོ་ནི་ཁམས་གསལ་མ་ཡིན་པ་མེད་དོ་ཞེས་འབྱུང་བ་ལྟ་ལན། ལན་ག་རེ་རྒྱབ་འདོད་ཡ། རིག་བྱ་ལ་ག་རེ་བཟོ་འདོད་ཡ། རེག་བྱ་ལ་ཁམས་གསལ་དང་ཁམས་གསལ་མ་ཡིན་པ་གཉིས་ཡོད་པས་ཁམས་གསལ་སུ་གྱུར་པའི་རེག་བྱ་མེད་ཀྱང་སྲིད་པ་དང་དབང་པོའི་རྟེན་དུ་གྱུར་པའི་འབྱུང་བ་དང་ནི་གོས་ཀྱི་རེག་བྱ་ལ་སོགས་པ་ཡོད་རེག་བྱ་ཡོད་དེ་ཁམས་གསལ་མ་ཡིན་བྱ་བ་གསུངས། དྲི་རོ་ནི་ཁམས་གསལ་མ་ཡིན་པ་མེད་དོ་གསུངས་འདུག་བ་ད་དྲི་རོ་ལ་ཁམས་གསལ་ཡིན་པའི་ཁྱབ་བ་དག་འདོད་ཟིན་ལྕགས་ཕོ་དམར་པའི་ཚོགས་པ་ནི་ཡོད་པའི་དྲི་རོ་དུ་ཆོས་ཀྱི་ཁམས་གསལ་ཡིན་པ་དག་སྲིད་པ། འདོད་སྲེད་ལ་ཡིན་ན་ནི་ཁམས་དང་སའི་གཉིས་ལ་མུ་བཞི་བརྩི་ཚུལ་གྱིས་ཞོ་སིག་རི་བ་དང། འོ་དེ་ལ་ཏོག་ཅིག་དུ་བ། གལ་ཏེ་ཡོད་དུ་ཆུག་ཀྱང་ཡང་དེའི་སིམ་ཚ་གཉིས་པ་བྱེད་དགོངས་སོ། གལ་ཏེ། ཡོད་དུ་ཆུག་ཀྱང་གར་སིག་རི་ཡ། དྲི་རུ་ལ་ཁམས་སའི་མ་ཡིན་པ་ཡོད་པའི་དབང་དུ་བཏང་ན་ཡང་ནི་གཟུང་ཁམས་ན་གོལ་བ་མེད་པའི་ཕྱིར་བྱ་བའི་གོ་སྲུང་བ་དང། གལ་ཏེ་ཡོད་དུ་ཆུག་ཀྱང་གར་སིག་ཡིན་པ། དྲི་རོ་གཉིས་ལ་ཁམ་ཟས་མ་ཡིན་པ་ཡོད་དུ་ཆུག་ཀྱང་ཟེར་བ་བཟུང་སྐབས་ན་ཨ་ནི་ད་ཁམ་ཟས་དགོས་པ་མེད་པའི་ཕྱིར། དེའི་ཕྱིར་སྣ་ལྕེའི་རྣམ་ཤེས་ཉིད་ཀྱང་མེད་དེ་དེ་ཡི་དེ་དག་གི་ཡུལ་མེད་པའི་ཕྱིར་དེ་གར་ཟིག་ཡིན་པ་ཡང་ད་ནི་དེ་ཡི་དག།

གཟུགས་སྒྲ་འདོད་པ་ན་ཡོད་པ་དག་ཀྱང་དེ་བས་འོང་བས་འཛིན་མོད་ཀྱི་ད་ལྟའི་འདུ་བ། གཟུགས་སྒྲ་འདོད་པ་ན་ཡོད་པ་དག་ཀྱང་དེ་བས་སི་ཏུ་ཁ་སི་ཡ། བསམ་གཏན་གྱི་ལྷ་ཡིས་ཟེར་བ། ད་འོང་ཤེས་ལ་བསམ་གཏན་དང་པོའི་སེ་དུའི་རེ་བ་རེད་ཨ། བསམ་གཏན་དང་པོའི་སེ་དུའི་མ་གཏོགས་གཉིས་པ་མན་ཆད་ཀྱི་སེ་དུའི་ཡོད་མ་རེད་བ། དེ་བས་འོང་བས་འཛིན་མོད་ཀྱི། དྲི་ལ་སོགས་པ་ནི་ཕྲད་ནས་འཛིན་པའི་ཕྱིར་འདོད་པ་ན་ཡོད་པའང་དེའི་ཡུལ་མ་ཡིན་པའི་ཕྱིར་བྱེ་བྲག་ཏུ་སྨྲ་བ་ནི་ཟེར་ཏོ་ཁྱབ་བདག་གལ་ཏེ་དགོས་པ་མེད་པས་མི་འབྱུང་ན་སྣ་ལྕེའི་དབང་པོ་དག་ཀྱང་མེད་པར་འགྱུར་རོ་ཞེ་ན་ད་ཡུལ་རེ་བ་སྣ་ཡི་དབང་པོ་དང་ལྕེའི་དབང་པོ་ཡང་མེད་མ་ཐག་རེ་བ་མེད་པ་ཡིན་པ་དང་དེ་དག་གི་ཡུལ་ག་རེ་ཡང་འོ་དེ་རེ་དྲི་དང་རེ་བའོ་ད་དེ་རོ་མེད་པའི་ཕྱིར་ཞེ་ན་རེ་བ

ཡང་དེ་དག་ལས་བཤད་མ་ཐག་པ་ཆོས་དང་ཡིད་ཀྱི་རྣམ་པར་ཤེས་པ་དེ་གསུམ་ལ་ནི་ཟག་བཅས་དང་ཟག་མེད་དག་ཡོད་ཀྱང་ཆོས་དབྱིངས་རྣམ་ཤེས་ཀྱི་ཁམས་གསུམ་པོའི་ཁམས་ཐ་མ་གསུམ་པོ་དེ་ལ་ཟག་བཅས་ཡོད་ཟག་མེད་གཉིས་ཀ་ཡོད་པ་དེ་ཕྱིར་རོ། ལམ་བདེན་མ་རྟོགས་པས་དེ་གསུམ་དང་འདུས་མ་བྱས་ནི་ཟག་མེད་ཡིན་ལ། ལམ་བདེན་རྟོགས་པས་ལམ་བདེན་རྟོགས་པའི་ཐེག་གསུམ་དང་ལམ་བདེན། དང། ལམ་བདེན། ལམ་བདེན་བྱེད་འདུས་བྱས་ཀྱི་ནང་ནས་ལམ་བདེན་བྱེད་ནི་འདུས་མ་བྱས་ནི་ཟག་མེད་ཡིན་ལ། གཞན་ནི་ག་རིག་པའི་ཟག་བཅས་ཡིན་པའི་ཕྱིར་རོ། ད་ལམ་བདེན་གྱི་ངོ་བོ་བརྒྱུད་པ་ཕུང་པོ་ལྔ་ག་ཤ་ཆོག་རུ་བ། ཡིད་ཀྱི་རྣམ་པར་ཤེས་པ་ཤ་ཆོག་ཡུལ་གྱི་ཟག་བཅས་ཡིན་པའི་ཕྱིར་རོ། ལྷག་མ་གཟུགས་ཅན་གྱི་ཁམས་བཅུ་དང། དེ་གསུམ་ཟག་བཅས་ཟ་མ་མེད་ལྷ་མ་རྣམས་ནི་ཟག་བཅས་སོ་ལྷ་མ་གར་ཡིན་པ། གཟུགས་ཅན་གྱི་ཁམས་བཅུ་དང། ནི། དེ་དག་གི་རྣམ་ཤེས་ལྔ་སྟེ་བཅོ་ལྔ་པོའོ། རེ་བས། བཅོ་ལྔ་པོ་རྣམས་ནི། མཐའ་གཅིག་ཏུ་ཟག་བཅས་ཡིན་པའི་སྒོམ་སྤང་ཡིན་པའི་ཕྱིར་ཆད་ལྟ་དེ་ཡིན་པ་རེད་ད་ང་རང་ཚོ་བྱེ་བྲག་མའི་ལུགས་ལ་རེ་བ་དང། གཟུགས་ཅན་གྱི་ཁམས་བཅུ་པོ་གང་རུང་ལ་ཟག་བཅས་ཡིན་པའི་ཁྱབ་སྒོམ་སྤང་ཡིན་པའི་ཁྱབ་བྱ། ཟག་པ་ན་རྒྱས་པར་འགྱུར་རོ། དཔེ་སྟོན་པ་རྣམས་ནི་དགྲ་བཅོམ་པའི་གཟུགས་ཀྱི་ཕུང་པོ་དང་སྣོད་ཀྱི་འཇིག་རྟེན་ནི་ཟག་པའི་གཉེན་པོ་མ་ཡིན་པ་དང། ཟག་པའི་རྟེན་མ་ཡིན་པའོ། ཟག་བཅས་ཡིན་མིན་གཉིས་ཀ་ཡིན་ནོ་ཞེས་འདོད་པ་ནི་མ་ཡིན་ཏེ། ད་དཔེ་སྟོན་པ་སི་ཏུ་ང་ར་ཛུས་མདོ་སྡེ་པ་ཆད་མདོ་སྡེ་བའི་ཡི་གེ་རྟགས་མ་དོན་སོང་ལྔ་ཚོ་དོགས་གཅོད་རྟོགས་བྱེད་པ་ཡིན་པ། དགྲ་བཅོམ་པའི་རྒྱུད་ཀྱི་གཟུགས་ཕུང་འཆད། ད་དགྲ་བཅོམ་པ་ཁོ་རང་འདོད་ཆགས་སྤང་ཚག་ཡིན་ཙང་ཁོ་རང་གི་རྒྱུད་ཀྱི་གཟུགས་ཕུང་ཐིག་གི་དག་ཟག་པས་བསྟན་མེད་ཅེས་བྱ་བ་ཡིན་པས་འོ་དེ་རེད་དགྲ་བཅོམ་པའི་གཟུགས་ཀྱི་ཕུང་པོ་དང་སྣོད་ཀྱི་འཇིག་རྟེན་རྒྱུད་ཀྱི་མ་དུལ་བའི་སྣོད་ཀྱི་འཇིག་རྟེན་ནི་ནི་གར་ཟག་པའི་གཉེན་པོ་མ་ཡིན་པ་དང་ཟག་པའི་གཉེན་པོ་མ་ཡིན་པས་ཟག་བྱེད་ཟག་པའི་གཉེན་པོ་མ་ཡིན་པ་དང། འཇིག་རྟེན་ནི་ཟག་པའི་གཉེན་པོ་མ་ཡིན་པ་དང། གཉི་ག་འདུ་བྱེད་ཀུན་ཤོ་གང་གི་ཡ་གཅིག་མ་དུ་ལོག་མ་སོ་ད། དཔེ་སྟོན་པ་རྣམས་ནི་དགྲ་བཅོམ་པའི་ཕུང་པོ་དང། སྣོད་ཀྱི་འཇིག་རྟེན་ནི་ཟག་པའི་གཉེན་པོ་མ་ཡིན་པ་དང་ཟེར་དུ་བ་སྟེ། ཟག་པའི་རྟེན་མ་ཡིན་པས་ཟེར་བ། ཟག་པའི་གཉེན་པོ་མ་ཡིན་པས། ཨ་ནི་ཟག་པའི་གཉེན་པོ་མ་ཡིན་པ་བྱས། རུ་བ་གཉེན་པོ་མ་ཡིན་པ་བཅས་ད་ཟག་པའི་ཕྱོགས་འགྲོ་བ་ཅི་ཡིན་ཙང་གོ་ཟག་ཅེས་འཆད། ཟག་པའི་རྟེན་མ་ཡིན་པ་ཡིན་ཙང་ཟག་མེད་ཟད་ད་གཉིས་ཀ་ཡིན་འཆད་པ་དང། ཡང་རུ་བ། དགྲ་བཅོམ་པ་དགྲ་བཅོམ་པ་གི་གཟུགས་ཀྱི་ཕུང་པོ་དང་སྣོད་ཀྱི་འཇིག་རྟེན་གྱི་ཟག་པའི་རྟེན་ཞིག་མ་རེད་ཟད་ད་ཟག་པའི་རྟེན་ཟད་ད་ག་འདྲ་ཅིར་གོ་གི་ཡོད་ན་ཁོ་རང་གི་ལུགས་ལ་རུ་བ་དང། ཟག་པའི་རྟེན་ཟེར་ཡ་དེ་དམིགས་རྟེན་འདྲ་བོ་བྱས་པ་ཡིན་ན་ནི་དགྲ་བཅོམ་པའི་རྒྱུད་ཀྱི་ཕུང་པོ་དུ་གཟུགས་གང་ག་ཡང་རང་ལས་རྒྱུད་ཐ་དད་པའི་གང་ཟག་གི་རྒྱུད་ཀྱི་ཟག་པའི་རྟེན་བྱེད་ཀྱི་རེད་བ། དེ་ནང་བཞིན་སྣོད་ཀྱི་འཇིག་རྟེན། རྒྱུད་ཀྱི་མ་བསྡུས་པའི་གཟུགས་སྒྲ་དྲི་རོ་རེག་བྱ་སོགས་ལ་དམིགས་ནས་ཟག་པ་སྐྱེ་བ་ཡོད་རེད་བ། འོན་ཡང་ཟག་པ་སྐྱེ་བ་ཡོད་པ་ཡིན་ཙང་ཁོ་ཟག་པའི་རྟེན་བྱེད་པ་ཡིན་པ་ཐག་ད་འདིར་ཟག་པའི་རྟེན་བྱེད་ཟེར་ཡ་དེ་ག་རེ་ག་རེ་ཟིག་ཡོད་རེད།

ཟག་པའི་རྟེན་བྱེད་པའི་ཆ་ནས་རྟེན་མི་བྱེད་པའི་ཆ་ནས་ཟག་མེད་ཡིན། རེད་བ། ཟག་མེད་ཡིན་ཀྱང་ཟག་མེད་མ་ཡིན་སེམས་འགུག་གི་ཡོ་ཡིན་པ་ནོ། ཡང་མེད་ན་སྒྲ་ཇི་བཞིན་པ་བཅས་ཟག་བཅས་ཟག་མེད་མི་འགལ་སེམས་འགུག་གི་ཡོ་ཡིན་པ་ནོ། འོ་ད་དེ་ཡག་པོ་ཞིག་བསམ་བློ་བཏང་ནས་རྩད་བཅད་དགོས། ཞེས་འདོད་པ་ནི་མི་འཐད་དེ་ཡིད་ཆེས་པར་མ་ཡིན་ཏེ་སྲིད། དེ་དག་རྣམ་པར་དཔྱོད་པ་ཡིན་པས་ཕུང་པོ་གསུམ་པ་མི་སྲིད་པའི་ཕྱིར་མི་འགལ་ན་འགྲིག་གི་མ་རེད། འོག་དེར་གནས་བརྒྱད་པའི་བསམ་གཏན་གྱི་ཡན་ལག་འཆད་པའི་སྐབས་ལས། དཔེ་སྟོན་པས། ད་མདོ་སྡེ་པས། ལུས་ཤིན་ཏུ་བྱང་བ་བྱང་ཆུབ་ཀྱི་ཡན་ལག་གིས་བསྡུས་པའི་རེག་བྱ་དང། རེག་བྱ་དང། ལུས་ཀྱི་རྣམ་ཤེས་ཀྱང་ཟག་མེད་དུ་འདོད་པར་བཤད་དོ། ད་དེ་ཡིན་པ་རེད། བྱང་ཆུབ་ཡན་ལག་ཡོར་བ། བྱང་ཆུབ་ཡན་ལག་གི་ནང་ལོགས་ལ། ལུས་ཤིན་སྦྱངས་ཡུངས་ཀར་བ་དང། ལུས་ཤིན་སྦྱངས་དེ།

དེ་གཉིས་ཀ་དང་མཚུངས་ལྡན་ཡིན་པའི་ཕྱིར་དུ་བྱ་བ། དེས་ན་འདི་ལ་སྒྲའི་རྣམ་གཅོད། འདི་ལ་སྒྲའི་རྣམ་གཅོད་ཡིན་པས་ཟེར་བ། འཆད་པ་ན་འདི་སྐད་དུ། རྣམ་པར་ཤེས་པའི་ཁམས་ལྔ་པོ། རྟོག་དང། རྟོག་དང་དཔྱོད་དང་དཔྱད་ཁོ་ན་ཞེས་འདོད་པར་བྱ་སྟེ། ད་ཚིག་རྗེས་དེ་འདྲའི་ཟེར་ལབ་ན་ཨ་ནི་འཇུག་པ་སྟེར་བ་ཡོད་ཡིན་པ་རེད་རེད་གསུངས་མ་ཐག་རྟོག་དང་དཔྱོད་དང་དཔྱད་པ་ནི་རྣམ་པར་ཤེས་པའི་ཁམས་ལྔ་ཡིན་ཟེར་ཡ་ཅི་ཡོད་རེད་བ། འོ་བ། ཚིག་རྗེས་ལ་བ་དྲི་རེ་ཡིན་ན། ད་ལྟ་འདིའི་ནང་ལ་སོལ་བ་ནང་བཞིན་བྱས་ན་འཇུག་པ་བདེ་བ་ཡོད། ག་རེ་ཟེར་སོ་ཡ། རྣམ་པར་ཤེས་པའི་ཁམས་ངོ་བོ་རྟོག་དང་དཔྱོད་དང་བཅས་ཁོ་ན། དེ་འདྲ་ཟེར་ལབ་ན་འཇུག་པ་བདེ་བ་ཡོད་རེའི་ཕྱིར། འོ་ད་དེ་རེ་ནི། ཐ་མ་ཡིད་དང་ཆོས་དང་རྣམ་ཤེས་ཀྱི་ཁམས་གསུམ་ནི། ཆོས་ཡིད་རྣམ་ཤེས་ཀྱི་ཁམས་གསུམ་ནི། རྟོག་པ་དང་བཅས་ཤིང་དཔྱོད་པ། སྤྱོད་པ་དང། གར་སོགས་སོགས་ཀྱིས་སྤྱད་པ་དང། རྟོག་པ་མེད་ལ། སྤྱོད་པ་ཙམ་དང། ནི་རྟོག་པ་ཡང་མེད་སྤྱོད་པ་ཡང་མེད་པ་རྣམ་པ་གསུམ་ཡིན་ཏེ། རྟོག་དང་སྤྱོད་དང་སྤྱད་པ་ནི་རྣམ་པ་བཞི་ཁམས་གསུམ་ཐ་མ་གསུམ་ནི་རྣམ་གསུམ་ངོ་སྲེད་ཐ་མ་གསུམ་གྱིས་ཞོག་ཡང། ཆོས་ཡུལ་རྣམ་ཤེས་ཀྱི་ཁམས་གསུམ་པོ་དེ་ཆོས་ཡུལ་རྣམ་ཤེས་ཀྱི་ཁམས་གསུམ་པོ་དེ་ལ་རྣམ་པ་གསུམ་དེ་ག་རེ།

བསམ་གཏན་དང་པོ་མན་ཆད་ཀྱི་ཡིད་དེ་ཞག་ཙམ་པོ་བ་མན་ཆད་ཞག་འགྲིག་ཡོད་ཀྱི་རེད། རེད་བ། ཆོས་ཀྱི་ཁམས་ལ་ཞག་བ་ཡིན་ན་ནི་ད། འོ་དེ་རེད། ཆོས་ཀྱི་ཁམས་ལ་ཞག་བ་ཡིན་མཚུངས་ལྡན་ལ་ཞག་འགྲིག་རེད། འདོད་པའི་སས་བསྡུས་ཀྱི་ཤེས་རབ་ལྟ་བུ་དེ་རྟོག་པ་དང་བཅས་དཔྱོད་པ་དང་བཅས་སུ་ཆགས་ཆོག་གི་རེད་བ། ཡིད་ཀྱི་རྣམ་པར་ཤེས་པ་ལ་དེ་ན་ཞུ་གསུམ་ཆགས་ཆོག་གི་རེད་བ་དང། རྟོག་པ་དང་བཅས་ཤིང་དཔྱོད་པ་དང་བཅས་པ་དེ་ཡོད་དང་དེ་འདྲ་བྱས། རྟོག་པ་མེད་ལ་དཔྱོད་པ་ཙམ་སེ་བསྡུས་བསམ་གཏན། ཁྱད་པར་བ་དེ་ཞག་འགྲིག་པའི་བསམ་གཏན་དང་པོའི་དངོས་གཞི་ཁྱད་པར་བ་དེར་བ་ཙམ་གྱི་གཉིས་ཀྱི་ནང་ནས་བསམ་གཏན་དང་པོའི་དངོས་གཞི་ཁྱད་པར་ཁྱད་པར་ཅན་ཟད་བཅུ་ཡོར་བ། ཁྱད་པར་ཅན་གྱིས་བསྡུས་པའི་ཆོས་དབྱིངས་རྣམ་ཤེས་གསུམ་པོ་དེ་གར་ཡིན་པ་ཡང། རྟོག་པ་མེད་ལ་སྤྱོད་པ་དང་བརྩམས། གོ། གོ་དང་མཚུངས་ལྡན་གྱི་རྟོག་པ་མེད་པར་བྱས། སྤྱོད་པ་བརྩམས་དང་མཚུངས་ལྡན་བྱས། རྟོག་པ་ཡང་མེད་དཔྱོད་པ་ཡང་མེད་པར་རྣམ་པ་གསུམ་འདི་ཡིས་ད་རྟོག་མེད་དཔྱོད་མེད་ཡིན་བྱས་པར་རུ་བ་ལྟ། ཞེས་ཡ་སྟེ་བསམ་གཏན་གཉིས་པ་ཡན་ཆད་ན་བཞག་ན་འགྲིག་མེད་དོ། བསམ་གཏན་གཉིས་པ་ཡན་ཆད་ཀྱི་ཆོས་དབྱིངས་རྣམ་ཤེས་ཁམས་གསུམ་པོ་དེ་ག་རེ་ཡ། རྟོག་པ་ཡང་མེད་དཔྱོད་པ་ཡང་མེད་ཅེས་པར་ད་བསམ་གཏན་གཉིས་པ་ནས་དཔྱོད་པ་ལ་ཆགས་པར་བྱས་སོང་བར་རུ་བ་ལྟ། འོ་ད། ཐ་མ་གསུམ་ནི་རྣམ་གསུམ་མོ། འདི་ལྟར། འདོད་པ་དང་བསམ་གཏན་དང་པོའི་དངོས་གཞི་ན་ཡོད་པའི། ཡིད་དང། ཡིད་ཀྱི་ཁམས་དང། ཨ་ནི་རྟོག་དཔྱོད་ལས་གཞན་པའི། ཆོས་ཀྱི་ཁམས་སེམས་བྱུང་རྣམས་ནི་གར་ཡིན་པ་ཡ། རྟོག་པ་དང་བཅས་དཔྱོད་པ་དང་བཅས་པ་ཡིན་ཏེ་དེ་དག་དང་མཚུངས་པར་ལྡན་པའི་ཕྱིར་དེ་བསམ་གཏན་དགུ་དུ། བསམ་གཏན་དང་པོའི་དངོས་གཞི་ཁྱད་པར་ཅན་ལས། ཁྱད་པར་ཅན་དང་ཡོད་པ་ལས་གཞན་པའི་གཟུང་བྱ། བསམ་གཏན་དང་པོའི་དངོས་གཞི་ཁྱད་པར་ཅན་དང་ཡོད་པ། ཡོད་པའི། སྤྱོད་པ་ལས་གཞན་པའི་ཟེར་བ་དང། སྤྱོད་པ་དང་བག་པས། སྤྱོད་པ་ལས་གཞན་པའི་ནི་ཡིད་དང་ཆོས། རྣམ་ཤེས་ཁམས་གཡོར་བ། འོ་དེའི་ཆེད། འདོད་པ། དེས་ག་རེ་རེད་ཟེར་ན་ག་རེ་ཡ། རྟོག་མེད་སྤྱོད་ཙམ། འོ་དེ་དེ་ཡི་རུ། རྟོག་མེད་སྤྱོད་ཙམ་དེ་སྤྱོད་པ་ཁོ་རང་དེ་ཡ་སྤྱོད་པ་དེ་བཅས་གཟིགས་ཡོད་མ་རུ་ཁོ་གསུང་བ། དེ་ཡིན་ཙང་སྤྱོད་པ་ཁོ་རང་ལས་གཞན་པའི་བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་ཅན་གྱི་ཚོགས་པ་ན་ཡོད་པའི་ཆོས་དང་ཡིད་དང་ཨ་ཏི། ཆོས་ཁམས་ཀྱིས་བསྡུས་པའི་ཀ་དག་མཚུངས་ལྡན་ཉུང་ངུར་བ་འོ་ད་དུ་སུ་ག་རེ་ཡ། རྟོག་མེད་སྤྱོད་མཚམས། རྟོག་མེད་ཡིན་ཏེ་རྟོག་པ་དང་མཚུངས་ལྡན་མ་སོང་ཕྱིར། སྤྱོད་མཚམས་ཡིན་ཏེ་སྤྱོད་པ་དང་མཚུངས་ལྡན་ཡིན་ཕྱིར་ཆེ་བསྐོར་གསུངས་ཨ། འདོད་པ་དང་བསམ་གཏན་དང་པོའི་དངོས་གཞི་ཙམ་པོ་ན་ཡོད་པའི་རྟོག་པ་ནི་ད་དག་དག་རེད། འདོད་པ་ན་ཡོད་པའི་ག་རེ་ཡ། འདོད་པ་འདོད་པ་འདོད་པའི་སས་བསྡུས་ཀྱི་རྟོག་པ་དང་སྤྱི་ཡི་ཆེད། བསམ་གཏན་དང་པོའི་དངོས་གཞིའི་ཚོགས་པ་ན་ཡོད་པའི་རྟོག་པ་གཉིས་པོ་དེ་ག་རེ་ཡིན་པ། རྟོག་པ་མེད་ཅིང་སྤྱོད་པ་དང་བརྩམས་པ་ཁོ་རྟོག་པ་མེད་པ་ཡིན་ཏེ་རྟོག་པ་ལ་རྟོག་པ་གཉིས་པ་གཅིག་མཚུངས་ལྡན་འགྲོ་བ་ཡོད་མ་རུང་བ་ཁོ་ན་རྟོག་པ་ཆགས་ཏེ་ཡོད་རུང་བ་རང་དང་མཚུངས་པའི་གཟུང་རྟོག་པ་མེད་པར་ཡིན་ཙང་རྟོག་མེད་ཕྱིར། ཁོ་སྤྱོད་པ་དང་མཚུངས་ལྡན་ཡིན་ཙང་རྟོག་མེད་སྤྱོད་ཙམ་བྱས་ཡིན་པ་རེད་གསུངས་པ་དང། བ་ད་དེ་རེ་རེའི་རེ་རེ་མ་བློ་ལ་ངེས་བ་ཡོད་པ་སོགས་གོ་བདུ་བ་བཅས་པ་ཡིན་ཏེ། རྟོག་པ་སྤངས་ཤིང་སྤྱོད་པ་དང་མཚུངས་པ་ལྡན་པའི་ཕྱིར་རྟོག་པ་སྤངས་ལུགས་གང་རེད་ཟེར་ན་རྟོག་པ་ལ་རྟོག་པ་གཉིས་པ་མི་ལྡན་པའི་ཕྱིར་ཆོས་གོ་གསུངས་པ་དང། འདས་བདུ་བ། འདོད་པ་ན་རྟོག་པ་ལ་རྟོག་པ་གཉིས་པ་མེད་ཅིང། གྲོགས་སུ་སྤྱོད་པ་དང་ངེས་པར་ལྡན་ལ་ཁྱད་པར་ཅན་ན་རྟོག་པ་སྤངས་ཤིང་སྤྱོད་པ་ཡོད་པའི་ཕྱིར་རོ། ད་དེ་རེས་གསུངས་པ་དང། རྟོག་པ་སྤངས་ཤིང་སྤྱོད་པ་དང་མཚུངས་པར་ལྡན་པའི་ཕྱིར། ཕྱིར་དང་ཕྱི་མ་གཉིས་གཟིགས་དུས་འདོད་པ་དང་བསམ་གཏན་དང་པོའི་སའི་དུས་ཀྱི་རྟོག་པ་གཉིས་པོ་དེ་ག་རེ་རེད་གཟིགས་ཡིན་ན་རྟོག་པ་ལ་རྟོག་པ་གཉིས་པོ་གཉིས་པ་མི་ལྡན་པ་ཡིན་ཙང་ཁོ་རྟོག་མ་ཡིན་ཕྱིར། སྤྱོད་པ་དང་མཚུངས་ལྡན་ཡིན་པས་སྤྱོད་ཙམ་ཡིན་ཕྱིར། བསམ་གཏན་གཉིས་པ་ཡན་ཆད་ཀྱི་ཡིད་ལ་སོགས་པ་དང། ཆུ་ཡི་རྣམ་ཤེས་ཀྱི་ཁམས་གསུམ་དང། བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་ཅན་ན་ཡོད་པའི་སྤྱོད་པ་དང། སེམས་ལས་བྱུང་བ་མ་ཡིན་པའི་ཆོས་ཀྱི་ཁམས་ཐམས་ཅད་ནི་རྟོག་པ་ཡང་མེད་སྤྱོད་པ་ཡང་མེད་པ་ཡིན་ཏེ། ཇི་ལྟར་རེ་ཟུང་ངེ། ཡང་བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་ཅན་ན་ཡོད་པའི་སྤྱོད་པ་ཁོ་རང་ཅི་བྱ་ད། ལྟ་སེམས་ལས་གཞན་པས། སེམས་ལས། སེམས་ལས་འབྱུང་བ་མ་ཡིན་པའི་ཆོས་ཁམས་ཐམས་ཅད་ནི་སེམས་བྱུང་མ་ཡིན་པའི་ཆོས་ཁམས་འདུས་མ་བྱས་ལ་སོགས་པ་ཡོད་རོ། འོ་ད་དེ་དག་ནི་ག་རེ། རྟོག་པ་ཡང་མེད་སྤྱོད་པ་ཡང་མེད་པ་ཡིན་ཏེ། འོ་ད་དེ་ཡིན་པ་རེད། རྟོག་པ་ཡང་མེད་སྤྱོད་པ་ཡང་མེད་པ་ཡིན་ཏེ་ད་དེ་ཡིན་པ་རེད་འོ་དེ་རེད་རེད་བ། མེད་པ་ཡིན་ཏེ་བསམ་གཏན་གཉིས་པ་ཡན་ཆད་རྟོག་དཔྱོད་སྤངས་པའི་ས་པ་ཡིན་པའི་ཕྱིར་དང་འོ་ད་དེ་ཡིན་པ་རེད་སྤྱོད་པ་ལ་སྤྱོད་པ་གཉིས་པ་མི་འདེབས་པའི་ཕྱིར། མཚུངས་ལྡན་མ་ཡིན་པ་དག་རྟོག་དཔྱོད་གཉིས་ཀ་དང་མི་འདེབས་པའི་ཕྱིར་རོ། འོ་ན་སྤྱོད་པ་མེད་ལ

བཅོས་མིན་ཡིན་ཏེ་བཅོས་པ་ལ་བཅོས་པ་གཉིས་པ་མི་བརྟེན་པས་རྟོག་ཙམ་ཡིན་ཏེ་ཁོ་རྟོག་པ་དང་མཚུངས་ལྡན་ཡིན་པས། རེད་བ། འདོད་པས་འདོད་པ་མོག་པོ་བསམ་གཏན་གཉིས་པ་བསམ་གཏན་དང་པོ་མན་ཆད་ཀྱིས་བཅོས་པ་གང་ཡིན་པ་དེ་ཆོས་ཅན་དུ་བཙུགས་ན། བཅོས་པ་གང་ཡིན་པ་དེ་ཆོས་ཅན། བཅོས་མེད་རྟོག་ཙམ་ཡིན་པ་དག་དག་སེ་དང་རེད་བ། བཅོས་མེད་རྟོག་ཙམ་ཡིན་པ་དག་ཁོ་རང་བཅོས་པ་ཡིན་པས་དེ་ལ་བཅོས་པ་གཉིས་པ་མི་བརྟེན་པའི་ཕྱིར། བཅོས་མིན་ཡིན་པ་ཆགས་རྟོག་ཙམ་ཡིན་པ་དང་རྟོག་པ་དང་མཚུངས་ལྡན་ཡིན་པའི་ཕྱིར་ཚིག་རེ་བ། དེ་ཡིན་ན་རྣམ་པ་གསུམ་མ་ཡིན་པ་དང་རྣམ་པ་བཞི་ཡིན་པའི་ཕྱིར། ཚིག་རེ་བ།